སླན་ཆད་ཡོངས་ལ་ངས་གུས་བརྩི་དང་ལྡན་པའི་སྒོ་ནས་ཚོགས་འདུ་བཀྲ་ཤིས་བདེ་ལེགས་ཞུ་བ་དང་འབྲེལ། དེ་ནས་ད་ཁྱེད་རང་ད་ང་ཚོ་འདི་ན་རིག་གནས་ཀྱི་ད་འཛིན་གྲྭ་ཐོ་རེངས་རིག་གནས་ཀྱི་སྡེ་ཚན་གྱི་བཙུགས་ནས་ད་དེ་རིང།

ཞུས་གནང་སོང་ཙང་འདྲ་བོ་ད་དེ་འདྲ་བོ་ཞིག་དྲན་སོང། ཨ་ནི་སྤྱི་སྟོང་ད་ང་ཚོ་ག་རེ་ཟེར་དགོས་ར་ཚང་མ་ནོངས་པ་སངས་རྒྱས་པ་གི་རྗེས་སུ་འཇུག་པ་ནོངས་ཆུ། ཉམས་ལེན་བཟོ་ངེས་ནོངས་ཆུ། ད་ཅི་ག་རེ་ཟེར་དགོས་ར་རྗེས་འཇུག་པ་ཞིག་ནོངས་པ་སངས་རྒྱས་པ་གི་ཆུ་ཉམས་ལེན་བཟོ་ངེས་ཞིག་ཡིན་ཟེར་བ་ཚང་མ་དེ་འདྲ་བོ་ཞིག་ཆགས་ཏུ་ཡོད་རེད་དྲན་འདུག་དེ་ནི་དེའི་ནང་ནས་ལྷག་པར་དུ་ང་ཚོ་དེ་ནི་བོད་བརྒྱུད་ནང་བསྟན་གི་ཆོས་ལ་སློབ་གཉེར་ཟེར་ངེས་ཀྱི་ཨོ་ད་དེ་འདྲ་བོ་ཞིག་ཆགས་འདོད་ཡོད་རེད། ད་དེ་ཡིན་དུས་ང་ཚོ་བོད་བརྒྱུད་ནང་བསྟན་ལ་སློབ་གཉེར་ཟེར་དུས་ང་ཚོ་ག་རེ་ཟེར་དགོས་རེད་ཅི་སྟོང་ངམ་ཅུང་ང་ཚོ་ཟེར་ཡོད་རང་བརྗོད་ཚིག་གི་ཚིག་ལ་མ་བརྟེན་ན་བརྗོད་ཚིག་དོན་རྟོགས་ཐུབ་ཀྱི་མ་རེད་ཟེར་གྱི། དེ་ཡིན་དུས་ང་ཚོ་བརྗོད་ཚིག་གི་ཚིག་དེ་ཕུན་སུམ་ཚོགས་པ་ཞིག་ཧ་གོ་དགོས་ཡ་དེ་གི་གཅིག་འགྲོ་སྟངས་ཡག་པོ་ཞིག་ཤེས་དགོས་ཡིན་དཔེ་མི་སྲིད་གནད་འགག་ཆེན་པོ་ཞིག་ཆགས་འདོད་ཡོད་ར་དེ་ཡིན་དུས་ང་ཚོ་བོད་བརྒྱུད་ནང་བསྟན་གྱི་བརྗོད་ཚིག་གི་ཚིག་དེ། བོད་ཀྱི་གཅིག་ག་རེ་ཟེར་བ་ལ་ད་ཅིག་རྡ་ས་མིང་དང་སྔོན་བརྗོད་དང་སྙན་ངག་ལ་སོགས་པའི་དགེ་ལེགས་ཚིག་སྦྱོར་ཕུན་སུམ་ཚོགས་པ་ལ་གྲུབ་བསྡད་པ་ཞིག་ཨོ་དེ་འདྲ་བོ་ཞིག་ཆགས་འདུག་དུས་དེ་ག་ཡང་ཅིག་དགོས་པར་དུས་ཚོད་འདྲ་བོ་ཞིག་ཆེན་པོ་རེད་འདོད་རེད་དྲན་གྱི་འདུག་ང་ཚོ་སྤྱི་དང་ད་གིང་ལོག་ཏུ་སོང་ཆས་ཡོང་དུས་ཅུང་ག་རེ་ཡིན་ན་མགོ་ལ་དགོས་གསོག་ཆོས་བཤད་ཟེར་ཡ་ཞིག་བཤད་རྒྱུ་ཡོད་རེད་བ། དགོས་གསོག་ཆོས་བཤད་ཞེས་ལ་ད་དངོས་གནས་ང་ཚོ་དམིགས་ཡུལ་འདྲ་བོ་ཅིག་མཐའ་ཐུག་པ་དངོས་གནས་མཐའ་ཐུག་གི་དགོས་པ་འདྲ་བོ་དེ་ག་རེ་གི་རེད་འདོད་རེད་ཟེར་ན་མཐའ་ཐུག་གི་ཅིག་ཐུབ་ས་འདྲ་བོ་དེ་ཉིང་ཁུ་དེ་ཆགས་འདུག་ཡོད་རེད་བ།

དེ་ཡིན་དུས་དེ་ནི་ང་ཚོ་བོད་བརྒྱུད་ནང་བསྟན་གྱི་རྒྱུད་གཟིགས་ཀྱི་དོན་དང་མདོ་སྔགས་ཡན་ལག་དང་བཅས་པ་ཆ་ཚང་བ་མ་ཚང་བ་མེད་པ་སྤུས་དག་པོ་ཡོད་བསྡད་པ་གི་བརྗོད་བྱ་དེ་རྒྱུད་གཟིགས་ཀྱི་ཚིག་དེ་དེ་ནི་བོད་ཀྱི་གེགས་དང་རིག་གནས་ལ་ནི་ལས་གྲུབ་བསྡད་པ་ཡིན་དུས་དེ་ཅིག་ཤེས་དགོས་དེ་དཔེ་མི་སྲིད་པ་གི་ཅིག་གནད་འགག་ཆེན་པོ་ཞིག་གལ་ཆེན་པོ་ཞིག་ཨོ་གསུངས་དུ་ཡོད་དུས་ཨོ་དེ་དེ་གི་ཅིག་ང་ཚོ་ག་རེ་ཟེར་དགོས་ན་དེ་ན་རིག་གནས་ཀྱི་དེ་ཚིག་ཅིག་གཙོ་དགོས་ཡ་རྒྱུ་མཚན་ཅིག་དེ་འདྲ་ཆགས་དུ་ཡོད་རེད།

ཨ་ནི་བུ་རྒྱུད་ཀྱི་རིག་གནས་དེ་སྟེང་ཟ་ཕོ་བ་ཕུག་ཐུག་པ་འདྲ་བོ་ཞིག་འབྱུང་ཡང་དེ་དཔེ་དཀོན་པོ་འདྲ་བོ་ཞིག་ཆགས་ནས་དཔེ་ཉག་ཕྲ་པོ་འདྲ་བོ་ཆགས་ཡོང་བ་ཞིག་ད་ཅིག་ང་ཚོ་སློབ་གྲྭ་ཁག་ལ་སྤྱི་སྟོང་འགྲོ་དེ་ངས་ཁོང་རྣམ་པ་ཀུན་སྤྱི་སྟོང་སོ་སོ་གི་ཅིག་འཚོ་བ་གི་མདོ་སྔགས་ཀྱི་ཚད་དགོས་དུས་ཨ་ནི་རྒྱ་གར་ལ་ཡོད་དུས་བོད་ཀྱི་སློབ་གྲྭ་ཁག་ལ་འགྲོ་མཁན་གྱི་རྒྱུན་སྤྱིའི་རྣམ་པ་ཡིན་ན་ཡང་ཅིག་དབྱིན་ཇིའི་རོགས་གཞན་པ་གི་ཐོག་ལ་སློབ་སྦྱོང་དེ་ཤུགས་ཆེན་པོ་མ་ནུས་ན་བོད་ཀྱི་རང་དབང་གི་ཐོག་ནས་ཅིག་སོ་སོ་གི་མ་འོངས་པ་གི་མདུན་ལམ་དེ་འཚོལ་ཡག་གི་ལས་ཀ་དེ་སྟེ་ཟེར།

པའི་ཀ་ལས་ཀ་བར་གཙོ་བྱས་རྒྱ་ཡིག་དེ་ནི་གཞན་པ་གི་ཅིག་རིག་གནས་དང་རྒྱུ་ལས་ཅིག་སྦྱོང་འགྲོ་ཡ་མ་གཏོགས་ང་ཚོ་བོད་ཀྱི་སྐད་ཀྱི་རིག་གནས་ལ་ཐོག་ཐུག་པ་མཐའ་ཐུག་པ་བར་གཏན་ས་བོ་ཞིག་བྱུང་ཡ་དེ་དཔེ་མི་ཟད་དཀོན་པོ་རེད། གང་ཟེར་ན་ཁོང་རྣམ་པ་ལ་ཁག་ཡོད་མ་རེད་ཁ་ཐུག་སོ་སོ་གི་ཅིག་ལྟ་ཡ་ལས་ཀ་ལས་ཟིན་འདྲ་ཆགས་ལས་ཀ་རག་ན་དེའི་ཐོག་ནས་ལས་ཀ་རག་ཡ་དེ་དཔེ་དཀོན་པོ་ཆགས་འགྲོ་གི་ཡོད་རེད། དེ་ཡིན་དུས་ཁོང་རྣམ་པ་ཡང་སོ་སོ་གི་མ་འོངས་པ་གི་འཚོ་བའི་གི་ཐབས་ལམ་ཞིག་ལ་བསོད་ནོ་གཏོང་དགོས་དུས་དཔེ་སློབ་གྲ་ཁག་གི་ནང་ལ་ཉག་ཕྲ་བོ་ཆགས་འགྲོ་གི་ཡོད་རེད། ད་ག་རེ་ཡོང་གི་ཡོད་རེད་ཟེར་ན་ང་ཚོ་གཅིག་རིག་གནས་ཀྱི་ནང་ནས་གཅིག་ད་ག་རེ་ཟེར་བར་གཙུག་ལག་རམ་འབྱམས་པ་འདྲ་བོ་འབུམ་རམས་པ་འདྲ་བོ་ཞིག་ཁྱོད་ཐུན་མིན་གྱི་ཨ་ནི་བོད་པ་གི་མི་ཞིག་ཡིན་ན་ད་བོད་ནང་ནས་ཏི་སེ་ལས་ཀ་ཞིག་རག་གི་ཡོད་རེད་ད་དེ་མ་གཏོགས་ཀྱེ་ད་ང་ཚོ་ནམ་རྒྱུན་གྱི་གཅིག་རིག་གནས་ཏི་སེ་གང་ལ་གང་ས་བོད་ཡུལ་གྱི་གཅིག་ཆུ་ཚད་ཨོ་རྩལ་གང་ལ་གང་ལ་ཤེས་ལྡན་གྱི་ཡོད་ན་ཡང་དེ་ཐོག་ནས་ང་ཚོ་ཟ་མ་རག་གི་ཡོད་མ་རེད་དེ་ཡིན་དུས་བོད་ནང་ལོགས་ནས་ཡིན་ན་ཡང་དཔེ་མི་སྲིད་ག་རེ་ཟེར་གི་རག་བྱས

ང་ཚོ་ལྟ་སང་ཉིན་ཡིན་ན་འདྲ་སྙན་ངག་ཡིན་ན་འདྲ་སྔོན་བསྐྱོད་ཡིན་ན་འདྲ་ད་ང་ཚོ་ཚིག་སྦྱོར་གཅིག་བཀའ་བསྟན་དུ་གྲུབ་ཟིན་དུ་གྱུར་པའི་ཚིག་གི་སྤུ་གསུམ་ཚོགས་པ་དང་མཐའ་ཐོག་པ་ཧ་གཅིག་ཕག་སྤུ་གཙང་མ་ཞིག་ཤེས་ནས་ད་ང་ཚོ་སྦྱོང་དགོས་ངེས་ཏེ་དངོས་གནས་ང་ཚོ་ཅིག་ག་རེ་ཟེར་དགོས་གྲྭ་བཙུན་གྱི་སྡེ་དེའི་ནང་ནས་ཡང་མཚན་ཉིད་ཀྱི་སྡེ་སྐད་གྲགས་ཆེ་ཁག་དང་གདན་ས་ཆེ་ཁག་དུ་སོང་དངོས་གནས་འགས་ཁོ་ཡག་གི་ཟོལ་གྱིས་བབས་འདུག་གསུངས་ས་འདྲ་བོ་རེད་འདུག་གསུངས་ས་འདྲ་བོ་གྱིས་ག་སེ་ང་ཚོ་ད་མ་འཚལ་ནའང་ཡང་སྔགས་མི་འདུག་གསུངས་ས་འདྲ་བོ་གྱིས། ག་ཚད་ང་ཚོ་འདི་འདྲ་ཞིག་འགལ་གྱི་མ་ཧ་ན་མ་འོངས་པ་ལ་ལོ་ལྔ་བཅུ་དྲུག་ཅུ་ང་ཚོ་གི་མི་རབས་འདི་ཕག་རྫོགས་འོང་དུས། ང་ཚོ་ག་རེ་བཟོས་དགོས་རུང་གདམས་ངག་ཡོངས་སུ་རྫོགས་པ་ཆ་ཚང་བ་སྤུས་དག་པོ་ཡོད་འདོད་པའི་གི་བོད་བརྒྱུད་ནང་བསྟན་དེ། ཕལ་ཆེར་ང་ཚོ་གཉེན་པོ་སོང་བ་ལ་འཇོག་མི་འགྲོ་བ་ཆགས་ཡོང་འདྲ་བོ་གཉེན་པོ་སོང་བ་ལ་འཇོག་འགྲོ་ལ་ཉེན་ཁ་ཞིག་དཔེ་མི་སྲིད་ཆེན་པོ་ཞིག་ག་རེ་བཟོས་དགོས་ང་ཚོ་དེ་འདྲ་བོ་ཉེན་ཁ་ཞིག་འདྲེས་དུས་ཡོད་རེད། གང་ཟེར་ན་ང་ཚོ་ནག་ཉེས་ད་དེ་འདྲ་བ་ནི་ང་ཚོ་ནག་ཉེས་འདི་ཡི་གེ་རམ་ལྷོ་བྲག་གི་ནང་ཆོས་ཀྱི་སློབ་དེབ་ཀྱི་ཨ་ནི་སྐྱབས་རྗེ་མཁྱེན་བརྩེ་རིན་པོ་ཆེ་གི་མ་འཆམ་གོས་གནོངས་ནས་ང་ཚོ་རྩོམ་འབྲི་ཁང་གི་ཆོས་ལུགས་ཀྱི་རྩོམ་འབྲི་ཁང་གི་འབྲེལ་ཡོད་རེད། དེ་བསྒྲིགས་དུས་ཁོང་གི་སྐད་གཏོང་ནས་རྩོམ་འབྲི་བ་དེ་ཚོ་ལ་དེབ་དེ་ཚོ་ཁོང་གིས་ཡག་མཁོ་ཤོག་ཅིག་བརྩི་གི་ཡིན་སོགས་ང་ཚོ་བཀའ་གནོངས་ནས་ཨ་ནི། ད་ལྟ་མཁན་པོ་རྒྱ་ཡོན་ལགས་སུ་ཡོད་རེད་ང་ཡོད་རེད་རྩོམ་འབྲི་བ་ཁོང་ཚོ་ཚང་མ་ཡག་སྐད་གཏོང་ཁོང་གི་འདི་ལ་བཅར་བ་ཡིན། ཁོང་གི་འདི་ལ་བཅར་དུས་ཁོང་གིས་དེབ་དེ་ལ་གཟིགས་ནས་ད་དཔེ་ཡག་པོ་བྲིས་ཀྱི་འདུག་དཔེ་ཡག་པོ་འདུག་ཟེར། མ་འོངས་པ་ལ། དགོན་པ་བཅོ་ལྔ་ཉེར་བཞི་དུ་བྱས་པ་ལས་ཕྱིའི་ནང་པ་གི་དེབ་འདི་ཕན་ཐོགས་ཆེ་ཡང་ཆག་འགྲོ་བ་ཆག་གི་རེད་སོང་དུས་རེ་ཟུང་ཁོང་གི་བཀའ་སློབ་ནང་སོང་དེ་ག་རེ་གསུང་གི་ཡོད་རེད་ཁོང་ནང་པ་གི་གཅིག་ང་ཚོ་གཞི་རིམ་གྱི་སྤུ་གུ་བོད་སྐད་རྩ་བ་ནས་མི་ཤེས་ངེས་ཤེས་ལ་བོད་སྐད་འགོ་བཙོག་ནས་ལྷོ་འང་གི་འཛིན་གྲྭ་རྙིང་པ་གསུམ་པ་བཞི་བ་ཞིག་གི་སློབ་དེབ་ཏུ་བཅོས་པའི་ནང་ཆོས་ཀྱི་སློབ་དེབ་ཞིག་མ་འོངས་པ་ལ་དགོན་པ་བཅོ་ལྔ་ཉེར་བཞི་ལས་རྩ་ཆེས་སུ་ཆག་འགྲོ་གི་རེད་ཟེར་ཏེ་ཕན་ཡང་ཆེས་སུ་ཆག་འགྲོ་གི་རེད་ཟེར་ཏེ་ག་རེ་གསུང་གི་ཡོད་རེད། ད་ལྟ་ང་ཚོ་སྐད་ཅིག་ཐ་ཅིག་གི་གར་སོང་མདོ་སྔགས་ཡོངས་སུ་རྫོགས་པ་ཕྱག་ཚོང་བ་ཡོད་འདོད་པའི་བོད་ཀྱི་བཀའ་བསྟན་གྱི་བརྗོད་ཚུལ་གྱི་ཚིག་དོན་ཚོ་ང་ཚོ་གཉན་པོ་སོང་བ་ཉིད་དུ་ཆགས་ནས་ཧ་གོ་མི་རུབ་ནས་ད་སྔོན་མ་སངས་རྒྱས་དང་ཨེ་ནས་ཀྱི་གྱེན་གྲོགས་ཆོས་ཉིད་ལ་སོགས་པ་གྱི་གཙང་བཞག་ལས་རིགས་སེམས་དཔྱོད་པ་གྱི་གནས་སུ་རྒྱག་པས་ན་གཉན་པོ་སོང་བ་ཟེར་དུས་ད་ང་ཚོ་རིག་གནས་རོ་མོང་བྱེད་ས་ཧ་གོ་གི་ཡོད་འདོད་ཅེས་ཁ་ཤས་ཁ་གོ་གི་མེད་ཅེས་གཉན་པོ་སོང་བ་ཟེར་དུས་ག་འདྲ་ཟེར་གི་སོང་ན་སྔོན་མ་ལྷ་ཐོ་ཐོ་རུ་གཉན་ཚིག་ཅིག་གནས་དགོས་སོ་ད་དེ་ཟུང་རེ་འདྲ་བོ་དེ་འདྲ་མི་འདྲ་ཡོད་རེད།

སྐབས་དེང་གི་དོན་དག་ཚིག་དོན་སོགས་ལ་ཕན་ཐོགས་ཡག་གི་ང་ཚོ་རིག་གནས་དེ་ད་ལྟ་ནས་ཤོག་བརྒྱབ་ནས་མ་འཇོག་ན་མ་འོངས་པར་ལོ་ལྔ་བཅུ་དྲུག་བཅུ་རེར་སླེབས་ས་དེ་ཨ་འདི་ལྟར་སོང་རྗེས་ཐོག་དེའི་རྗེས་འཇོག་རྗེས་འབྲང་ཆུང་གཉིས་ལ་སོགས་པའི་རྩ་རྒྱ་ལས་རིག་པའི་རྩ་ཆེན་པོ་རེད་ཟེར་ནས་ང་ཚོ་ཀྱི་ཡ་ག་རེ་ཟིག་རྩ་ཆེན་པོ་ཚོས་དོན་དག་ཧ་མོ་གི་སྙིང་པོ་སོགས་ཆགས་འགྲོ་ལས་ཀྱི་ཉེན་ཁ་དེ་དཔེ་མི་སྲིད་ཆགས་ཡོད་རེད། དེ་ཡིན་དུས་ང་ཚོ་དེ་འདྲ་གི་ཅིག་ཅི་ནོངས་པ་སོང་རྗེས་བར་གྱི་རྗེས་འཇོག་ཡོང་དགོས་པ་ཅན་གྱི་བོད་བརྒྱུད་ནང་བསྟན་གྱི་ཨ་ནི་ཅི་ག་རེ་ཟིག་ལ་སློབ་སྦྱོང་ཟེར་མཁན་ཞིག་ཡིན་པའི་ཆ་ནས་དེའི་གི་བརྗོད་ཚིག་གི་ཅིག་ཚིག་དང་མཐའ

ང་ཚོ་འདི་འདྲ་དོགས་པ་ཡོད་ཤོག་རྒྱུ་མ་རེད་དྲན་འདུག་མ་འོངས་པ་ལ་ང་ཚོ་བོད་ཀྱི་སྐད་རིགས་དེ་ནང་ཆོས་ཀྱི་སྟེང་ནས་ད་ང་ཚོ་མཚན་ཉིད་ཀྱི་སྡེ་བྱས་ནས་ཤོག་རྒྱབ་ནས་མ་བསྐྱོང་ན་མ་འོངས་པ་ལ་ཨ་ནི་གི་བོད་ཀྱི་བཀའ་བསྟན་བོད་བརྒྱུད་ནང་བསྟན་གྱི་ད་རྒྱུད་ཟིལ་དུ་གྱུར་པའི་བཀའ་བསྟན་དེ་ཚོ་སྙིང་པོ་སོང་བ་ལ་གྱོན་འགྲོ་ས་རེད་སྙམ་པ་གི་ཕ་ཆེ་དེ་སྐབས་སུ་སེམས་ཤོར་ཡོད་རྒྱུ་མ་རེད་དེ་ག་ཡང་ཅིག་སོང་ཡོད་རེད་དེ་ཡིན་ད་ང་ཚོ་ད་ལྟ་ཤོག་རྒྱབ་ནས་ཅིག་ག་རེ་ཟེར་བར་ང་ཚོ་སྤྱི་དང་མཚན་ཉིད་ཀྱི་སྡེ་བྱས་ལ་འདི་འདྲ་བོ་ཞིག་ཅིག་ཐོ་རེངས་རིག་གནས་ཀྱི་སྡེ་བྱས་ཤོག་རྒྱབ་ནས་གཙོ་དགོས་ཡ་གི་རྒྱུ་མཚན་ཅི་ཡོང་ག་རེ་རེད་འདུག་ཟེར་ན་དེ་འདྲ་བོ་ཞིག་ལ། དེ་ནས་ཚོང་རེད་འདོད་རེད་དེ་ཡིན་དུ་ཚོང་མ་གི་ཅིག་ངེས་དགོས་ཅིག། ཨོ་ང་ཚོ་དེ་འདྲ་བོ་ཅིག་རེད་བསམ་ཡང་འདྲ་བོ་ཅིག་རེད། དེ་ནས་ད་སྙིམ་པ་ཆགས་ནས་ག་རེ་ཟེར་ན་ང་ཚོ་འདི་སྐད་འདྲ་ད་གོང་ས་སྐད་འདྲ་འདྲེས་ན་སྔོན་མ་འདྲེས་ན་ད་ག་ཤེད་སློབ་ཐོན་ཆགས་མགོ་ཡོད་རེད་ག་ཤེད་སློབ་མགོ་སློབ་ཐོན་ཆགས་མགོ་ཡོད་མ་རེད་བསྟན་བཅོས་འདྲ་བོ་ཅིག་འདོན་འོང་དུས་ཨ་ནི་བག་ས་ར་ལ་འགྲོ་གི་ཡོད་རེད་བག་ནོར་ལེན་ལ་འགྲོ་གི་ཡོད་རེད་མ་བ་ར་ན་ས་ལ་འགྲོ་གི་ཡོད་རེད་ག་ས་ག་ལ་བུད་འགྲོ་གི་ཡོད་རེད། ད་དེ་ག་རེ་མཚོན་ཤོས་ཡོད་རེད། ང་ཚོ་བཤད་གྲྭ་འདྲ་གི་ངོས་སུ་བཙུར་ནས་གཏོང་ན། ང་ཚོ་གི་བཤད་གྲྭ་གི་ནང་ལ་སློབ་ཕྲུག་དེ་ལ་སེམས་ཁ་འཚེམ་པའི་སྒོས་སློབ་སྦྱོང་གི་ཆ་རྐྱེན་སྤྲད་མ་ཐུབ་པ་ཡིན། ང་ཚོ་ལ་ཁོ་གི་སེམས་ཁ་འཚེམ་པའི་སློབ་སྦྱོང་དེ་སྤྲད་མ་ཐུབ་དུས་ཁོ་གི་ལྷ་མཐའ་སྲིད་གཙང་དུ་མ་སྲིད་ཁོང་ནི་སློབ་གྲྭ་འདི་ལས་དོན་དུ་འགྲོ་དགོས་ཐུག་གི་ཡོད་རེད། གང་ཡིན་ཟེར་ན་ང་ཚོ་གི་སློབ་གྲྭ་གི་ངོས་ནས་ང་ཚོ་གི་ཅིག་སློབ་ཕྲུག་དེ་ལ་ཁོ་གི་སེམས་ཁ་འཚེམ་པའི་སྒོས་སློབ་སྦྱོང་གི་སྤྲད་ཐུབ་ཀྱི་ཡོད་མ་རེད། དེ་སྤྲད་མ་ཐུབ་པ་གི་སེ་ལོ་ལ་འགྲོ་ཡ་དེ་ག་རེ་ཟེར་ན་ང་ཚོ་རིག་གནས་དེ་ཁོང་རྣམ་པ་ལ་ག་ཡོད་མ་རེད་ད་འདི་ནས་ནང་ཆོས་འདྲ་ཡག་པོ་ཤེས་ཡོད་ན་ཡང་ཁོ།

གཉིས་ནས་ང་ཚོ་ད་དེང་སང་སྐྱེ་སྟོང་འཛམ་བུ་ལ་སྤྱི་ཡོངས་ཀྱི་སློབ་གྲྭ་ཚང་མ་གི་སློབ་ཕྲུག་དེ་མར་མྱོང་འགྲོ་གི་ཡོད་རེད་དཀའ་ངག་དེ་བྲིས་སྡོད་ཀྱི་རེད་པ་ཆ་གཅིག་ང་ཚོ་ནང་ཆོས་ཀྱི་སློབ་གྲྭ་གཅིག་པོ་མ་རེད་མང་ཆེ་ས་གི་སློབ་ཕྲུག་དེ་མར་མྱོང་འགྲོ་གི་ཡོད་རེད་དེ་མྱོང་འགྲོ་གི་དུས་ང་ཚོ་གི་གཅིག་སློབ་ཕྲུག་ལ་ཡོང་ཁོང་དུ་ཚོ་ལ་མ་བརྟག་དེ་ད་ཁ་ཤས་ཀྱི་ཨ་རྫོང་ས་སྐྱེ་དགྲ་ལ་ནང་ཆོས་ཡག་པོ་ཡོད་རེད་དཔེ་འགྲོ་ཉེས་དྲུག་སོང་དེ་རིག་གནས་ཡོད་མ་རེད་ཟེར་དེ་ནས་འགྲོ་ཐོབ་མ་རེད་ཟེར་འདྲ་བོ་ཁ་ཤས་ཀྱི་ཡོང་ཐོབ་མ་རེད་ཟེར་འདྲ་བོ་ཁ་ཤས་ཀྱི་རྫོང་ས་སྐྱེ་དགྲ་ལ་འགྲོ་ཡག་གི་གྲ་སྒྲིག་འདྲ་བོ་བཟོས་ཆགས་ཀྱི་ཀྱི་ལྷུང་དེ་དེ་ཡིན་ན་ཡིན་རིག་གནས་དེ་ཀྱག་པོ་མེད་ནས་སེམས་ཁ་མ་ཚིམ་དུས་ཨ་ནི་ཁོང་ཚོ་གཅིག། ལམ་ཁ་ཞན་པ་ཞིག་གླེང་དགོས་ཐོག་སོང་ཟེར་ཡ་འདྲ་བོ་གི་སྐད་ཆ་མང་པོ་ཞིག་སླེབས་བསྡད་ཀྱི་རེད། དེ་ཡིན་དུས་ཁོང་རྣམ་པ་གི་ཨ་ན་སློབ་མ་ཡོང་ངེས་ཐོབ་ཅིག་གི་ངོ་ལ་ཡང་ང་སོ་ཅིག་ཁོང་ཚོ་གི་སེམས་ཁ་སྐོང་བྱེད་ཀྱི་ཆ་རྐྱེན་འདྲ་བོ་ཞིག་མ་བཟུང་ན་ཡན་ལག་འདྲ་བོ་ཞིག་ཅིག་རེད་འདུག་དྲིན་ནས་སྙིང་པོ་ཆགས་ནས་དུས་རེ་ཟེར་ནས་ཅིག་བཙུགས་པ་རེད། ད་བཙུགས་ནས་ང་སོ་ག་རེ་ཟེར་ནས་ཅི་ཐོང་ང་སོ་ད་ནོར་འཁྲུལ་ལ་ཅིག་ཚོན་ནུས་བཟོ་ཅིག་མ་དང་དུས་ཅི་ཐོང་མཁས་པ་གི་ཟ་བ་ཟེར་ལ་ང་སོ་ཁྱིའི་བཙོད་ཙམ་སོང་ཟེར་གི་རོ། ཆེས་དགོས་ན་ཡང། ང་ཚོ་བརྗོད་ཚིག་གི་ཚིག་ཕུན་སུམ་ཚོགས་པ་ཞིག་ཧ་མ་དགོས་ན་ཆེས་དགོས་ན་ཡང་ཐབས་ཆག་ཞིག་མ་གཏོགས་ང་ཚོ་ཆེས་དོ་གུ་ཡོད་མ་རེད། དཔེར་ན་ང་ཚོ་ད་གཞུང་དུ་སོགས་ཀྱི་བརྗོད་ཚིག་དེ་བརྗོད་པོ་གི་ཅིག་སྙན་ངག་སེལ་ཡང་འདྲ་བོ་སྔོན་བརྗོད་སེལ་ཡང་འདྲ་བོ་ད་དུ་སོགས་ཀྱི་རྗེའི་ངོས་འཛིན་འདྲ་བོ་དང་སྔོན་ཆད་ག་འདྲའི་ཡིན་མིན་འདྲ་བོ་ད་སྙིགས་དུ་སོང་འདྲ་བོ་ཅེས་སོ་སོའི་དང་པོ་སྦྱོང་བརྡར་བྱེད་མེད་ན་དེ་ནི་མ་ལོངས་དེ་འདྲ་ཡོད་རེད་བ། ད་སོ་སོ་ལ་སྙན་པོ་སོང་བ་ཆགས་འདུག་རེད་ལྷོ་བྲོ་ཐོན་རྗེས་ལ་མ་སྙན་པོ་སོང་བ་བཟོ་ཡོད་རེད་བ། བྱས་སོང་ཕྱེད་དགོས་ན་ཡང་གཅིག། ང་ཚོ་བོད་བརྒྱུད་ནང་བསྟན་གྱི་བཀའ་དེང་ག་རེ་ལས་དཔེ་ཀློག་བཟོ་འཆད་ཉན་བཟོ་དགོས་ན་ཡང་དེ་གི་ཇུས་གཟེར་གྱི་ཚིག་དེ་སོ་སོ་ལ་དུམ་བུ་ཕུན་སུམ་ཚོགས་པ་ཞིག་ཡོད་དགོས་ཡོད་དེ་ཡང་གཅིག་གནད་འགག་ཞིག་ཆགས་བསྡད་བ་ཞིག་མཆིས་ན་ཡང། དེ་ནི་རྩོད་ན་ཡང་ཨ་ཅོག་ཅོག་ང་ཚོ་རྩོད་ན་ཡང་རྩོད་པ་རྩོད་ནུས་ཇུས་གཟེར་གྱི་ཚིག་ལ་ཁོ་རང་དོན་འཁོར་རྩ་གཅིག་ཇུས་གཟེར་གྱི་ཚིག་མ་འཕྲོ་བ་ཞིག་བདག་དོན་མེད་པ་ཞིག་ཚིག་ཁོ་རང་འཁྲུག་མ་སོང་ཡིད་དགོས་རེད་བ། དེ་ཡང་གཅིག་དེ་ནི་དངོས་གནས་ཀྱིས་ང་ཚོ་ཅིག་རིག་གནས། ད་ཇུས་གཟེར་གྱི་ཚིག་དང་ཚོ་ལ་གནད་འགག་ཆེན་པོ་ཞིག་འདྲེས་བསྡད་བ་ཞིག་དེ་ནི་ཙམ་ལ་དེ་ཨ་ཅོག་ཅོག་ད་དངོས་གནས་ཀྱིས་ང་ཚོ་ཅིག། ད་རིག་གནས་ཕུན་སུམ་ཚོགས་པ་ཞིག་མིན་ན་དེ་ནི་བརྩམས་ཟད་དེ་ད་ང་ཚོ་ལྷག་དོན་གྲྭ་ལ་འཛུགས་པ་ནོངས་ཀྱི་རེད་བ་གཅིག་ང་ཚོས་དོན་དག་ཡག་པོ་ཧ་གོ་འདོད་ཀྱི་ཟེར་ན་ཡང་ད་ང་ཚོ་རིག་གནས་ཡག་པོ་ཞིག་མ་ཤེས་ན་བརྩམས་ཡ་མེད་རེད་བ། དེ་མི་སྲིད་ང་ཚོ་ད་རིག་གནས་ཡག་པོ་མ་ཤེས་བརྩམས་ནས་སྔོན་མ་སྟོང་དཔེ་ཞིག་ཡོད་དྲི་བཟང་གི་དྲི་སྣ་ནང་སྣང་ཡག་གི་དྲི་ཞིག་བཀོད་ཤོག་ཟེར་དགོས་དུས་ཨེ་ནི་ད་དྲི་མ་དྲི་ག་དྲི་ཟིག་བཀོད་བཞག་དུས་ར་དྲི་གི་དྲི་ཞིག་བཀོད་ཡོང་ཟེར་ང་ཚོ་ལོ་རྒྱུས་ཞིག་ཡོད་བ། དེ་དེ་འདྲ་ཞིག་ནོངས་ཤོག་ཡོང་གི་རེད་བ་ད་བརྩམས་ཐུབ་ས་ལ་ཡང་ད་མཁས་པོ་གཟའ་བ་རྣམས་ནས་ཅིག་གཟི་བརྗིད་ཆེ་ཤོས། དེ་ཙམ་རེད་བརྩམས་ཁྲི་གོང་ན་ང་ཚོ་མེད་པ་ཐབས་མེད་ཞིག་རེད་བ། དེ་འདྲ་ཞིག་ཡིན་དུས་ཨེ་ནི་ང་ཚོ་ཅིག་འདི་ན་རིག་གནས་ཅིག་ཅིག་གཙོ་དགོས་ཡ་གས་ཅིག་རྒྱུ་མཚན་འདྲ་མ་བཟུང་ན་ཡང་ཨེ་ནི་ཅིག་དེ་ག་ཡང་ཐུག་དུ་ཡོད་རེད། དེ་ནས་གཅིག་ནས་ག་རེ་ཆགས་འདུག་རེད་ཟེར་ན་ང་ཚོ་ཤེས་རྟགས་འདུག་ན་སྤྱི་སྟོང་ཉིས་སྟོང་བཅོ་བརྒྱད་ཀྱི་ཕན་ཆོད་ལ་བོད་ནས་ཡག་ཡོང་ངེས་མཁན་སློབ་གྲོགས་མང་པོ་ཞིག་རེད། ཉིས་སྟོང་བཅོ་བརྒྱད་མ་རེད་ཉིས་སྟོང་བརྒྱད་ཕན་ཆོད་ལ། ཉིས་སྟོང་བརྒྱད་ནས་བཟུང་སྟེ་བོད་ནས་ཚུར་ཡོང་ངེས་དེ་ཉུང་ཉུང་རེད། སྤྱི་སྟོང་ང་ཚོ་ཤེས་རྟགས་དེ། ཆོས་རྒྱུད་རིས་མེད་ཀྱི་སློབ་གྲོགས་འཛུལ་ཆོག་གི་ཡོད་རེད་མི་རིགས་རིས་མེད་ཀྱི་སློབ་གྲོགས་འཛུལ་ཆོག་གི་ཡོད་རེད་རིག་གནས་འདྲེས་ན་སྐྱ་སེར་རིས་མེད་ཡང་ཡོང་ཆོག་གི་ཡོད་རེད། དེ་ཡིན་དུས་སྤྱི་སྟོང་དེ་རྒྱལ་ཁབ་ག་ས་ག་ས་སོ་ག་ས་ག་ནས་ང་ཚོ་གི་སློབ་གྲོགས་ཀྱི་ཡོད་རེད་དེ་ཡིན་ན་ཡང་ད་ཉིས་སྟོང་བརྒྱད་ཚིགས་སུ་ཨཱ་ནི་མོའོ་བྱེད་ས་དེ་ང་ཚོ་སློབ་གྲོགས་དེ་ག་བ་ཡོང་གི་རེད་ཟེར་ན་འབྲོག་ནས་ཡོང་གི་ཡོད་རེད། འབྲོག་ནས་ཡོང་གི་ཡོད་དུས་ངས་འབྲོག་ང་ཚོ་འབྲུག་པ་བཀྲ་ཤིས་ཟེར་ང་ཚོ་འདི་དགྲ་རྒན་པ་ཕ་བྱེད་ས་ཧ་གོ་གི་རེད་འབྲུག་པ་བཀྲ་ཤིས་ཁོང་དེ་ད་ལྟ་ང་ཚོ་དྲུང་ཡིག་རེད་ཆོས་ཉིད་རྡོ་རྗེ་ང་ཚོ་ནམ་རྒྱུན་ཨ་སྐྱོང་ཟེར་གྱི་ཡོད་ཁོང་དེར་སྨན་ཁང་ནང་ལས་ཀ་ལེན་གི་རེད། ཁོང་རྣམ་པ་ལ་སོགས་པ་གི་འབྲུག་པ་གི་སྤུ་གུ་གྲགས་པ་ཆེས་མང་པོ་ཞིག་ལ་གོ་བསྡུར་གནང་ག་འགྲོ་རེད་ཟེར་ད་ཁྱེད་རྣམ་པ་གི་ཅིག་ལྷོ་བྲོ་ཐོན་ཆེད་ང་ཚོ་ད་ནང་ཆོས་དེ་ཚོ་མ་ཆགས་ཉག་འགྱོ་གི་ཡོད་རེད་ད་དེ་ལ་དམིགས་བསལ་གི་ཅིག་ང་ཚོ་གི་ཆ་ཆ་རྐྱེན་སྤྲད་དགོས་ཡ་འདྲ་བོ་ཅིག་ད་ང་ཚོ་ལྷོ་བྲོ་གི་སློབ་སྦྱོང་གི་ལྟེ་གནས་འདི་ནང་ལ་ལྷོ་བྲོ་ག་ནས་མང་ག་ནས་གཙོ་བོ་འདྲ་བོ་ཅིག་ལྷོ་བྲོ་མང་ཆེ་ས་དེ་འདྲ་ཡོད་ན་དེ་ལ་ཅིག་ང་ཚོ་གཙོ་བོ་ཅིག་བསྟུན་དགོས་གི་ཡོད་ར་བ་དེ་འདི་ག་རེ་འདྲ་དགའ་ས་རེད་ག་འགྲོ་འགྲོ་དགོས་ཤེས་འདུག་ཟེར་ཁོང་རྣམ་པ་ཞོགས

སློབ་གྲྭ་ཁག་ལ་ཨེ་ནི་ཅིག་ནང་ཆོས་དང་ད་རིག་གནས་དེ་ཚོ་སྤེལ་ཡག་གི་ཨེ་ནི་དེ་འདྲ་གི་ཆ་ཡོད་ཡོད་རེད། དེ་ཡིན་དུས་ཨེ་ནི་ཅིག་ག་རེ་ཟེར་བར་ད་འབྲུག་ནི་ཕལ་ཡོད་ནི་གི་ནམ་མ་འཛིན་གྲྭ་ཆོས་ལ་མ་ཆོས་ལ་ཕེབས་འགྲོ་མཁན་མང་པོ་ཞིག་རིག་གནས་སྦྱོང་བའི་གི་ཆེད་དུ་ཕེབས་འགྲོ་གི་རིག་གནས་དེ་ཚོ་ཐོན་ན་ཨེ་ནི་དཔེ་ཡག་པོ་འདུག་ཟེར་ན་འོ་ད་དེ་འདྲ་བོ་ཅིག་ཡོང་ངེས་ཡིན་ན་རེད་ཨེ་ན་དེ་ངེས་ཡིན་ན་རེད་དེ་དཔེ་མི་སྲིད་གནད་འགག་ཆེན་པོ་འདུག་ཟེར་ན་ཁོང་རྣམ་པ་གི་ཡང་དེ་འདྲ་གི་ཅིག་ད་དཀའ་མོ་ཞིག་བཟུང་བ་རེད་དེ་ཡིན་དུས་ང་ཚོ་གི་ཅིག་བཤད་གྲྭ་གི་འདིའི་ནང་ནི་ལྟེ་གནས་གི་ནང་ནི་ག་ནི་གྲྭ་རྒྱུན་མང་ག་ནི་ཅིག། ལྷོ་རོང་མོ་ནི་དུར་ཚོགས་ལ་ཡོད་ཅིག་ཆ་རྐྱེན་གྱིས་བསྟུན་དགོས་པར་རོ། ལྷོ། དེ་འདྲ་བའི་དགོས་པ་རྒྱུ་མཚན་མང་པོ་ཞིག་ལ་བརྟེན་ནས། དེ་ལ་ང་ཚོ་འདི་ལ་ད་རི་ནས་གོ་ལྷོ། དེ་མཐོ་རིའི་རི་ནས་གི་སྡེ་ཚན་གྱིས་བཙུགས་ཡ་གོང་སྐྱབས་རྗེ་མཁྱེན་བརྩེ་རིན་པོ་ཆེའི་དབུ་བཞུགས་ཀྱི་ཐུགས་ནི་འཛིན་སྐྱོང་གི་ཐག་གཅོད་སོང་ནས་འོ་གི་ད་དྲ་མོང་གི་དངོས་དོན་འདྲ་བོ་ཡོང་ཨོ་ད་དེ་རེད་ནས་དེ་ནས་ང་ཚོ་འདི་རུ་བཟོ་གནས་ཅིག་བཙུགས་ཐུབ་པ་སོང་བ་རེད།

མ་འོངས་པ་ལ་ང་ཚོ་རང་གིས་བཅད་ཁྲ་གནང་ན་སློབ་སྦྱོང་ཡོད་ལེ་ཞིག་ག་ཚད་སྦྱོང་ཐུབ་ན་ཡང་སྦྱོང་རྒྱུ་ཡོད་ལེ་ཞིག་ཁོང་གིས་བཟོ་བསྲང་བསྡད་རྒྱུ་ཡོད་དེ་བཟོ་དགོས་ཀྱི་འདུག་ཟེར་ད་དགེ་རྒན་དོ་ཚོ་ས་ར་དོ་ཚོ་ག་ནས་གདན་དགོས་ཟེར་རན་ན་གདན་ཤོག་ཟེར་གནས་སྐབས་ཁོང་གིས་འགྲོ་སོང་གཏོང་གི་ཡིན་ཟེར་ད་མ་འོངས་པ་ལ་ང་ཚོ་གྲོས་བསྡུར་བཟོ་བཞིན་བཟོ་བཞིན་བཟོ་ཆོག་གི་རེད་ཟེར་ཨོ་དེ་རེད་ཟེར་ན་བཀའ་མོལ་ཕེབས་ནས་ཨ་ནི་ཁོང་གི་ཡང་དགོངས་བཞེས་ཀྱི་རེད་དེ་ཨོ་དེ་འདྲ་བའི་དགོངས་པ་རྒྱུ་མཚན་མང་པོ་ཞིག་ལ་བརྟེན་ནས་ཨ་ནི་ང་ཚོ་ག་རེ་ཟེར་གི་རོ་ཅིག་འདི་ན་རིག་གནས་ཀྱི་སྡེ་ཚན་ཞིག་བཙུགས་པ་རེད། ཨ་དེ་རེད། ད་རིག་གནས་ཀྱི་གདན་སའི་བཙུགས་དུས་གོང་གི་ཐག་གཅོད་རེད་འོག་གི་དངོས་དོན་རེད། རིག་གནས་འཛིན་གྲྭ་བཙུགས་ཡག་གི་ཐག་ཆོད་པ་རེད། ཐག་ཆོད་ན་ཡང་ད་ང་ཚོ་ལམ་སང་བརྒལ་གྱིན་ཡོད་གི་རེད་ད་ཆ་རྐྱེན་འཛག་དགོས་རེ་བ་ད་ཡོད་མ་རེད། དེ་ཡིན་དུས་ང་ཚོ་ཉིན་སྟོང་བཅུ་དྲུག་ལོ་གི་ལོ་མཐའ་ང་ཚོ་འདི་ན་འགྲོ་ཆུང་འབུམ་ཚོགས་བཟོ་འདུག་པའི་གནས་སྐབས་སོགས་སྐྱབས་རྗེ་མཆེད་ཟན་རིན་པོ་དབྱུག་ཐོ་ལ་མཁན་རིན་པོ་ཆེ་མགྱོགས་ཡོན་ལོ་སོགས་ཡོད་རེད་མཁན་པོ་མཆོད་ཡོན་རྡོ་རྗེ་ཡོད་རེད་ངེད་ཚོ་མཁན་རིན་པོ་ད་ལྟ་མཆེད་ཟན་རིན་པོ་ཆེ་འདུས་ལ་བཅར་ནས་དེ་སྐོར་བཀའ་མོལ་གནང་དོན་རིན་པོ་ཆེ་གིས་ག་རེ་གསུངས་སོ་ད་ང་ཚོ་དེ་འདྲའི་རིག་གནས་ཀྱི་སྡེ་ཚན་ཞིག་བཙུགས་དུས་དགེ་རྒན་དེ་དཔེ་རྩ་གནད་འགག་ཆེན་པོ་རེད། སྤྱི་ཚོགས་ཀྱི་ཁྲོད་ལ་མཚན་སྙན་ཡོད་ངེས་ཤིག་བག་ཆགས་ཡོད་ངེས་ཤིག་པོ་དེ་འདྲ་ཞིག་ལྡན་ཐུབ་དགོས་ཀྱི་རེད། དེ་འདྲ་ལྡན་དགོས་ཀྱི་རེད་ཟེར་སོང། དེ་ཡིན་དུས་ངེད་ཚོ་ད། ང་ཚོ་ག་རེ་ཟེར་དགོས་རོགས་ད་དེ་སྔ། ཞེ་དྲག་དེ་ཅིག་རིག་གནས་ཀྱི་དགེ་རྒན་འདྲ་བོ་དེ་ཚོ་སོགས་ཀྱི་ཁང་ཤུལ་ཡོད་མིན་འདྲ་བོ་སྲུང་མ་འདྲ་བོ་ཞེ་དྲག། སྤྲང་མོ་འདྲ་བོ་ཅིག་གཟུགས་ཟོག་ཐོགས་མེད་དེ་ད་ང་ཚོ་སྲུང་མ་ནང་ན་ག་རེ་བྲིས་རེད་ཟེར་ན། སྤྱི་སྟོང་སྔོན་མ་རྫོང་སར་ཤེལ་བྲག་གི་གཞོང་གི་ངོས་ནས། ཅིག།

ད་དངོས་གནས་ཡིན་དུ་ཡིན་ཁོང་ལ་སོང་ཡོང་ཞུ་ཆོག་ཡིན་ནའི་ད་ཁོང་སྣ་ལ་སྣབས་འཇགས་སྣབས་ལ་ཡོས་འཇགས་ར་ད་ཅིག་ཅིག་མི་ཡོད་གཞན་པ་འདྲ་མི་འདྲ་ཡོང་དུས་ཁོང་མི་གཅིག་གཅིག་པོ་ཐག་གཅོད་ཆོག་ཆོག་ཅིག་ཡོད་ཤོ་མི་འདུག་དེ་མིན་དུ་དཔེ་མི་སྲིད་པ་དཀའ་ལས་ཀྱི་འདུག་ང་ཚོ་ཁྱེད་འདྲ་ངན་ནི་ཁོ་རང་སྒེར་ངོས་འདྲ་དཔེ་མི་སྲིད་ཡོང་དོན་ཡོད་ཡིན་ན་ཡང་གནས་སྐབས་གཞན་པ་ཞིག་ཅིག་ཐབས་ཤེས་ཡོད་ས་རེད་ད་ག་སྲིད་ཐབས་ཤེས་མེད་ན་ཁོང་གི་རྩ་ལ་ཡོང་ཐུབ་གི་མ་རེད་ཡོང་གི་མི་སྲིད་ན་ལབ་ཡོད་མ་རེད་ཁོང་དཀའ་ངལ་འདུག་གཞན་པ་ཞིག་རག་ན་དཔེ་ཡག་པོ་འདུག་ཁོང་ལ་ཡང་ཅིག་དེ་ཙམ་གྱིས་ཅིག་ང་ཚོ་གི་སེམས་ནང་ནས་གདེང་འཇོག་ཡག་པ་ནང་བཞིན་དུ་སྤྱི་ཚོགས་ནང་ནས་མཚན་སྙན་ཡོད་པ་དང་བག་ཆགས་ཡོད་པ་རིག་གནས་སྐོར་དེ་ཙམ་ཡང་མ་རེད།

ཁོང་གི་འདུས་ལ་སོང་ནས་ད་ང་སོགས་ཀྱི་ཅིག་དམིགས་ཡུལ་དང་རྒྱབ་ལྗོངས་དམིགས་ཡུལ་ཐོག་ད་དུ་སུ་ཚང་མ་ཁོང་ལ་ཞུས་ནས་ད་ནི་ག་འདྲའི་དྲག་གི་རེད་ཟེར་ལ་ཡིན། དེ་ལ་དེ་ད་ཁོང་ཡང་བོད་ནས་དགེ་རྒན་གནང་གི་ཡིན་པ་ཞིག་རེད་ད་དེ་གི་དགེ་རྒན་གྱི་རྗེས་འབངས་གྲས་ཀྱི་ཅིག་མ་མཐའ་བོད་གོས་འདུག་ཅི་ད་བདུན་པ་ནང་གི་ང་བས་ཞོགས་ཀྱི་འདུག་ཅི་ད་དྲུག་པ་གི་ཨི་རོ། ཨོ་ད་དེ་ཞོགས་དུས་མ་གཏོགས་ཡོང་ཐོག་མ་རེད་ད་དེ་རུ་ཅིག་ཡོང་རོགས་ད། ལྟ་དགོས་སོང་ལ་དེ་ནས་ཁོང་གི་སྐད་བླངས་པ་རེད་དེ་ནས་ང་ཚོ།

ཉིས་སྟོང་བཅོ་བརྒྱད་ལོ་ལོ་འགོ་ལ་ཨེ་ནི་ཁོང་ཚོ་ཕེབས་ཐུབ་པ་འདྲ་བོ་ད་དུས་རེ་ཟུང་ལ་ཨེ་ནི་དེ་རིང་ཁོ་ཚོ་ང་ཚོ་མ་ཡོང་བ་རེད་དེ་ཡོང་དུས་ད་ཁོང་རྣམ་པ་གཉིས་ད་ང་ཚོ་དངོས་གནས་བཙན་བྱོལ་གྱི་སྤྱི་ཚོགས་ཀྱི་ནང་ལ་བར་ཆད་བསྐྱལ་ན་ད་ཁོང་རྣམ་པ་གཉིས་བར་ཆད་ཅིག་ང་ཚོ་རིག་གནས་ཀྱི་སྐོར་ལ་དགེ་རྒན་སྐད་གྲགས་ཆེ་ཤོས་འདྲ་བོ་ཞིག་ཆགས་བསྡད་ཡོད་པ་རེད་ད་ཁོང་རྣམ་པ་གཉིས་ང་ཚོ་ལ་རག་ཚར་དུས་དེ་ནི་གཅིག་ཁོང་རྣམ་པ་གཉིས་ཀྱི་སློབ་ཕྲུག་དང་ཁོང་རྣམ་པ་གཉིས་ཀྱི་གཅིག་འབྲེལ་བ་ཡོད་ལུགས་ཀྱི་དགེ་རྒན་མང་པོ་ཡོད་དེ་དག་ང་ཚོ་གི་གཅིག་འགྲོ་སོང་དང་གཞན་པ་གི་ཐོག་ནས་འདྲེས་སོང་ན་དེ་དགེ་རྒན་ག་བ་ཡོད་དང་ག་ནས་སྐད་གཏོང་དགོས་ཀྱི་ཡོད་དེ་ལ་སྔོན་མ་འདྲ་བོ་ཞིག་དཀའ་ངག་མེད་པ་ཞིག་ཆགས་རེད་དེ་ནི་ཆགས་འོང་དུས་ད་ལྟ་ང་ཚོ་སྔོན་མ་རྫོགས་ཚར་སྐད་གྲགས་པའི་ད་སློབ་ཕྲུག་རྡོ་རྗེ་ཕུན་ཚོགས་ང་ཚོ་ང་གཉིས་རྗེས་གཉིས་ཀྱི་ལོ་མཐའ་ལ་ནི་ཚོ་ག་རེ་ཟེར་ག་ད་ཁོང་སྐད་དང་ཁོང་ལོ་རྒྱུས་ས་ར་ནས་ནི་ད་ལྟ། ལོ་རྒྱུས་ཀྱི་གནས་གཙོ་ལ་རམ་འབྱམས་པ་གྱིས་ཀྱི་ཇེ་མགྱོགས་དུ་གནང་བ་ཟིན་ནས་འོ་དེ་འདྲ་བྱོས་སོང་ན་ཅིག་ལོ་རྒྱུས་ལ་མཁས་པ་འདྲ་བོ་ཆགས་འདུག་ཧོ་ཁོང་ལ་སོ་ས་ལ་འཚོལ་ཡོང་ཁོང་ལ་ཡང་འཚོལ་ཡོང་དུས་ཡང་ང་ཚོ་ཅིག་ག་རེ་ཟེར་དགོས་ར་ཆ་རྐྱེན་རེ་དོགས་སོ་ག་རེ་དགོན་པ་གཞུང་གི་ངོས་ནས་ག་རེ་ཐག་བཅད་ན་མ་གཏོགས་ཁོང་ལ་རྩ་བ་ནས་འདི་དགོས་ཟེར་ཡག་གི་རྩ་ནས་མེད་ཁོང་ག་ས་ག་སའི་བར་དུ་འགྲོ་ན་འགྲོ་གི་ཡིན་ཟེར་ན་ཁོང་གི་དུས་རེ་རྩོད་ནས་ད་ག་རེ་ཟེར་དགོས་ར་ང་ཚོ་ཅིག།

རྟགས་ད་ལྟ་ངོ་དེབ་ཟེར་ཡང་འདྲ་རོ་ཨེ་ནས་ཀྱི་འཕྲིན་བཞིན་ཟེར་ཡང་འདྲ་རོ་རྟགས་དེ་འདྲ་དྲ་ཚིགས་མང་པོ་ཤེས་ནས་ལྟས་ཟེར་ཅིག། ཡི་གེ་དག་ལ་མ་ལ་འདྲ་གཙང་ཡིན་ལ་མིན་ལ་འདྲ་བོ་ཅིག་བཀྲ་ཤིས་ཡོང་སྒོ་ག་རེ་ལ་དགོས་རེད་ཟེར་ན་ཨེ་ནས་སྤྱི་ཚོགས་དང་སྤྱི་ཚོགས་པ་ལ་དཀྲུག་ཡ་མི་སྒེར་དང་སྒེར་པ་ལ་བྲེལ་ཡ་ད་སུ་ཡིན་ན་སྐྱོན་བརྗོད་ཡ། ཨོ་དེ་འདྲ་གི་མང་པོ་ཞིག་མཐོང་ཞིག་འདུག་དུམ་ཚོགས་འདྲ་བོ་ཞིག་མ་གནང་རོགས། མ་བཟོ་རོགས། ངས་སྔོན་མ་ལབ་མྱོང། དེ་ག་རེ་མཚོན་གྱི་རེད་ཁྱོད་ཀྱི་སྤྱི་ཚོགས་དང་སྤྱི་ཚོགས་ཁྲོད་མི་ལ་སྐྱོན་བརྗོད་དེ་དེ་གས་ཅི་ག་རེ་མཚོན་གྱི་ཡོད་རེད། ཁྱོད་རང་སྐྱོན་བརྗོད་ས་དེ་ལ་མི་དགའ་བ་ཞིག་གཅིག་དེ་མཚོན་གྱི་ཡོད་རེད། གཉིས་པ་ཆ་ནས་ག་རེ་མཚོན་གྱི་ཟེར་ན་ཁྱོད་རང་རང་ངོ་ནས་ཤག་དེ་ན་མི་རེད་གཞན་ངོ་ནས་ཤིག་དེ་ན་ཡང་མཐོང་བསྡད་ངེས་ཟེར་ང་ཚོ་སྐྱེ་ཡི་ཡོད། དཔེར་ན་རང་གི་སྐྱོན་ག་ཚད་ཆེན་པོ་ཡོད་ན་མི་མཐོང་གི་ཡོད་གཞན་གྱི་སྐྱོན་ཆུང་ཆུང་ཡོད་ན་མཐོང་བསྡད་ངེས་ཨོ་དེ་འདྲ་བོ་གོང་ས་གཞན་ལ་སྐྱོན་བརྗོད་བསྡད་ངེས་ཀྱི་མི་ཞིག་མཐོང་གི་ཡོད་རེད། དེ་ག་རེ་རེད་འདོ་ང་ཚོ་འདི་གི་ལྟ་རྒྱུ་གོ་རེད་ང་ཚོ་དེང་སང་ག་རེ་ཟེར་ག་རེ་དྲ་མིན་ཡིན་ཟེར་གི་སོ་སོ་གི་མིང་མི་བརྗེད་ནས་མི་གཞན་པ་ཞིག་བརྗེད་ཀྱིན་འདུག་དེ་དངོས་གནས་བྱས་ན་དྲ་ཐོག་ལ་འགྲོ་སོ་སོ་གི་ཅིག་སྒེར་དང་སྒེར་བར་ལ་སྤྲོ་ཤན་བརྗེད་བཅད་དང་བཅད་བར་ལ་སྤྲོ་བས་བརྗེད་ཨ་ནི་ཅིག་སྒེར་ལ་སྐྱོན་བརྗོད་འདྲ་མི་འདྲ་བཟོ་དེ་བཟོ་འོང་དུས་དེ་ལས་ཀ་དེ་སྡུག་ཅག་རེད་བ་ལས་ཀ་དེ་ཡག་པོ་མ་རེད་བ་དེ་མ་རེད་དུ་སོ་སོ་གི་གདོང་པ་དངོས་གནས་བསྟན་མི་ཤོད་སོ་སོ་གི་མིང་དངོས་གནས་བེད་སྤྱོད་གཏོང་མི་ཤོད་ནི་ཨ་ནི་མིང་གཞན་པ་ཞིག་གཏོང་གདོང་པ་གཞན་པ་ཞིག་གཏོང་ནི་དེ་གི་དབྱིངས་འདྲ་བོ་ཞིག་ཆགས་ནས་དེང་སང་དེ་ནི་ཅིག་དྲ་མིང་ཟེར་ཡ་དེ་ཅིག་དམིགས་བསལ་གི་བེད་སྤྱོད་གཏོང་ཡ་འདྲ་བོ་ཞིག་ཡིན་པ་ཆགས་སོང་ཟེར་བྲན་དུ་དངོས་གནས་ཅི་ན་དེ་འདྲ་ཞིག་ས་བྲིས་ལ་ངས་དྲ་མིག་ཟེར་དངོས་གནས་སོ་སོ་གི་མིང་དང་ཨེ་ནས་ཅིག་ག་རེ་ཟེར་གི་རོ་ངོ་གདོང་མི་བལྟས་ངེས་ཞིག་གི་ཅིག་དེར་ཅིག་གསུང་གིན་འདུག་དེས་སོ་སོ་གི་སྐྱེ་ཚོ་ལ་སྐྱོན་བརྗོད་བཟོ་དགེ་ལ་སྐྱོན་བརྗོད་བཟོ་མི་ལ་ཅིག་དཀྲུག་ཤིང་རྒྱས་དགོས་འདུག་སོ་སོ་གི་གདོང་པ་སྟེང་མི་ཧོད་ནས་ཨེ་ནས་མིང་དང་པགས་རྫུན་མ་བཞག་དེ་དུས་ད་དེས་ཅིག་ཕར་དྲ་ཐོག་ནས་མིང་ཅིག་དེང་སང་ད་དྲ་མིག་ཟེར་ཏེ་ཅིག་གཡེང་རྒྱག་གི་བེད་སྤྱོད་བཏང་ཡང་འདྲ་བོ་ཞིག། ཆ་གསུངས་ནས་མི་འདྲ་བྱས་ཟེར་དེ་སུ་འདྲ་བོས་བེད་སྤྱོད་གཏོང་གིན་མང་པོ་ཡིན་འདོག་དེ་འདྲ་ཞིག་མ་གཏོང་རོགས་ང་སོ་ནོ་ནི་ད་ལྟ་འདོག་ཟེར་གྱི་མེད་དེ་ཚོས་གཏོང་གིན་འདོག་ཟེར་གྱི་མེད་ཡིན་ནའི་དེ་འདྲ་ཕན་ཐོག་ཡོད་མ་རེད། ཕན་མ་ཐོག་གནོད་ཡོང་མ་རེད་སོ་སོ་གི་སློབ་སྦྱོང་བཟོས་དཀའ་ལས་རྒྱབ་རྒྱག་ལས་དེ་ནི་ཡག་ག་རེ་ཟེར་གི་རོགས་ཅིག། བེད་སྤྱོད་ཡག་པོ་ཞིག་ལ་གཏོང་ཐོག་ཡག་ཞིག། སོ་སོ་གི་ཤེས་བདེ་ལས་དེ་མི་ལ་ཕར་སློབ་ཐོག་ཡག་ཞིག་ང་སོ་གའི་སྤྲེལ་ནག་པ་ད་ལྟ་གའི་མེས་དབོན་ངེད་གཉིས་བདེན་རྒྱུ་ལ་འགྲོ་ཁོང་ལ་སྐད་ཆ་བཤད་དུས་ཁོང་གི་ག་རེ་ལབ་ཡིན་འདོག་ཁོང་གི་དཔའ་འབྱོར་གྱི་བྱེད་དེ་མིན་ཟེར་ཁོང་དཔའ་འབྱོར་གྱི་བྱེད་ན་ད་སི་ཏྲ་ཚུ་ཚོ་ལ་ཅིག་ཕེབས་ཟེར་ངས་བདེན་བཞེས་བཟོ་ངེས་མང་པོ་འདོག་ཟེར། ཡིན་ན་ཡང་ཁོང་གི་དམིགས་གཙོ་བོ་དེ་ག་རེད་ཟེར་ནས་གཞན་པ་དག་ཅིག་ཅི་ཐང་ལྟས་ཚོད་ཅིག་བལྟ་དགོས་ཀྱི་རེད་ཅེས་མིག་ཡོད་རེ་སྤུ་གུ་ཡོད་རེ་བསྡད་ཡིན་ན་ཡང་གཙོ་བོ་ཁོང་གི་དམིགས་ཡུལ་དེ་ག་རེད་ཡིན་ཁོང་གིས་དེ་སྔ་དཀའ་ལས་བརྒྱབ་ནས་ཤེས་བསྡད་ལས་ཀའི་རིག་གནས་དེ་མི་གཞན་ཞིག་ལ་ཕ་རྒྱུད་སྤྲོད་བཟོ་ནས་མི་གཞན་དེ་ག་དེའི་ནང་བཞིན་གྱི་རྒྱུན་ཐོབ་ཐུབ་ངེས་ཞིག་བཟོ་རོགས་བཟོས་ན་ཨེ་ནི་ཁོང་གི་འདོད་བློ་ཚིམ་གྱི་ཡིན་སོང་ང་དེར་ཧ་འདྲ་ལས་སོང་དངོས་གནས་ཅིག་འདི་འདྲ་གི་ཅིག་རྒྱོབ་དཔའ་འཇོག་མཚན་སྙན་གྲགས་གཞན་པ་ཅི་གང་མི་འགྲོ་སོ་སོ་གིས་ཤེས་བསྡད་ལས་ཀའི་མི་གཞན་ཞིག་གིས་ཤེས་ནས་དེའི་ཕ་རྒྱུད་སྤྲོད་བཟོ་ཐུབ་ངེས་ཞིག་ད་དེ་འདྲའི་གི་ལྷག་བསམ་དང་སེམས་ཤུགས་ཡོད་རེད།

ཨེ་ནི་མི་རིགས་ཤིག་གི་ཆེས་ལས་ཉེ་བའི་སྐད་རིགས་འདི་གསོན་ནས་ཡུན་དུ་ཡུན་དུ་གནས་ཐུབ་པ་ཞིག་ལ་ཤུགས་བསྒྱུར་བར་གྱིས་ཟེར་ན་ད་རེ་སྐད་འདྲ་བོ་ཞིག་འོ་དེ་བྱས་ཡོད་དེ་ཚོ་མ་ཐུག་ཅིག་བྱས།